ད་ཁྱེད་རང་ཚོ་དེ་རིང་ནས་བཅུ་གཉིས་ནས་གཟིགས་རོགས་གནང་ངེས་པར་དུ་ཕ་གི་ཀློག་ངེས་བལྟོས་ཏེ་ཁྱེད་རང་ཚོ་སྤྲེལ་ཤང་དེ་དེ་ལ་ངེས་པར་དུ་གཟིགས་ནས་མཆན་བཀྱོན་ནས་འགྲེལ་བཤད་རྒྱབ་ཐུབ་པ་གནང་རོགས་གནང་ཞུ་གི་ཡོད། གཞན་ས་ཐག་དེ་རིང་གི་ཤོ་ལོ་ཀ་བཅུ་གཉིས་པ་དང་འགོ་བཙུགས་གི་ཡིན་དབུ་འཛུགས་ཞུ་གི་ཡིན་ཁྱེད་རང་ཚོ་ངེས་པར་དུ་མཆན་རྒྱབ་རོགས་གནང་དུ་གི་ཚིག་གི་དོན་དག་ཤེས་གི་ཡོད་དང་པོ་ཚིག་དོན་ཤེས་གཉིས་པ་འགྲེལ་བཤད་རྒྱབ་གི་ཡོད་བྱས་ཙང་ངེས་པར་དུ་གང་བྱས་ཁྱེད་རང་ཚོ་དེ། ག་ས་དེ།

དུས་དང་བསྟུན་ནས་ག་དུས་ཡིན་ན་སྨན་ཕབ་བྱེད་དགོས་དུས་དང་བསྟུན་ནས་ཞེ་ས་བྱེད་དགོས་རེད་མ་གཏོགས་ག་དུས་ཡིན་པ་ཡིན་ན་དུས་དང་བསྟུན་ནས་བསྟོད་བསྔགས་བྱེད་པ་བྱེད་པ་མ་གཏོགས་ག་དུས་ཡིན་ན་ཡང་སྐྱེ་བོ་ཡ་རབས་དེ་ཚོ་ལ་སྨན་ཕབ་བྱེད་རྒྱུ་འོ་མ་རེད་ལབ་རེད་ཡ་རབས་ཟེར་འདི་འཇིག་རྟེན་ནང་ལ་དཀོན་པོ་རེད་ལབ་རེད་ཡ་རབས་དེ་དུས་ཚོད་དང་བསྟུན་ནས་བསྟོད་བསྔགས་དང།

ཁོ་ལ་པེ་མེ་སི་ཀི་བཏུང་བ་བཏང་བ་ཡིན་ན་ཁོ་གོ་གནས་ཆེ་ས་ལ་བཞག་པ་ཡིན་ན་གོ་གནས་ཆེ་སར་གོ་གནས་འགྲོ་བ་དང་ད་ཁོ་ལ་ཅིག་ཆེ་མཐོང་བྱེད་པ་ཡིན་ན་ཁོ་དམྱལ་བ་ཟེར་ན་སྐྱག་ལངས་ཤོར་འགྲོ་གི་རེད་དམྱལ་བ་རེད་སྐྱག་པ་འདི་མི་མ་རབས་ལ་ག་དུས་འབེན་ཡིན་ན་སྤྱི་ཚོགས་ནང་ལ་མ་རབས་ཡིན་པ་གང་ཞིག་ལ་དེ་ཡང་ཅིག་སྤྱི་ཚོགས་ནང་ལ་ཁ་བདེ་བོ་ཡོད་པ་ཡིན་ན་དེ་ཚོ་ལ་ཡག་ལ་གང་མ་ཟེར་ན་ཆེ་ས་ཟེར་ན་གོ་གནས་ཆེ་ས་ལ་ད་བར་ཅིག་གནས་འགའ་ཆེ་ས་འགྲོ་བ་དེ་ཚོ་ལ་བཏུང་རྒྱུ་ཡོད་མ་རེད་མིག་སྟོན་བྱེད་རྒྱུ་ཡོད་མ་རེད་ག་ཟེར་ན་དམྱལ་བ་རེད་ཟེར་ན་སྐྱག་ལངས་ཤོར་གི་རེད་ལབ་རེད་ད་དེ་ཤུགས་དེ་ལ

བཅུ་སྒྲ་རིག་པའི་གནས་ཐམས་ཅད་ལ་མཁས་པ་དེ་འདྲས་ཡོད་པ་མ་རེད་གཅིག་ལ་དཔེར་ན་ཁ་ཤས་སྒྲ་རིག་པ་ལ་མཁས་པ་ཁ་ཤས་ཚད་མ་རིག་པ་ལ་མཁས་པ་ཚད་ཤས་ག་ས་ནང་དོན་རིག་པ་ལ་མཁས་པ་འོ་དེ་འདྲ་མཁས་པ་རེད་པོ་ཡོན་ཏན་ལྡན་པ་དགོས་འཛམ་གླིང་འདིའི་ནང་ལ་ཤེས་བྱ་ཡོན་ཏན་ཐམས་ཅད་ལ་མཆོག་ཏུ་གྱུར་པ་མཁས་པ་དེ་ཚོ་དཀོན་པོ་ཡོད་རེད་ཟེར་ཅེས་ཅི་གང་ད་ཁ་ཐོན་ནས་ང་ཚོ་སིག་རྡོ་སྐྱབས་མགོན་རིན་པོ་ཆེ་གིས་རིག་བྱེད་རྐང་འཛིན་རིག་བྱེད་རྐང་འཛིན་གནང་ཟེར་གནང་དགོས་རེད་ས་རྒྱུ་མཚན་དེ་རེད། དཔེར་ན་རང་གི་སློབ་ཚན་གཅིག་གི་སྒང་ལ་དམིགས་སུ་བཀར་ནས་སློབ་ཆེན་བྱེད་པ་ཡིན་ན་འོ་དེ་རིགས་ཀྱི་རྐང་འཛིན་ཆགས་འགྲོ་གི་རོ། བྱ་འདི་ན་ཁེལ་བ་རེད་བོར་སྲིད། འཛམ་གླིང་འདིའི་ནང་ལ་བཅུ་ཕྲག་རིག་པའི་གནས་ཐམས་ཅད་ལ་ཡོན་ཏན་ཐམས་ཅད་ལ་ཤེས་བྱ་ཡོན་ཏན་ཐམས་ཅད་ལ་ཁེལ་བ་དེ་འདྲའི་དཀོན་པོ་ཡོད་རེད་ཡིན་ན་ཤེས་བྱ་གནས་རེ་རེ་ལ་ཁེལ་བ་དེ་འདྲའི་ཡོད་རེད་ལབ་རེད་ཡོན་ཏན་ལྡན་པ་ཀུན་སྲིད་ད་དེ་ཤུགས་དེ་ལ་རྒྱལ་པོ་བསླབ་བྱ་རེད། མི་མང་དགྲ་རུ་མི་ལེན་གཉེན་དུ་དགོས་རྒྱལ་པོ་བདེ་སྤྱོད་དུ་དཀའ་སེམས་རྒྱལ་པོ་ཁྱེད་རང་སྲིད། གུས་ཞེས་རིགས་བསྟན་འཛིན་བྱས་ཀྱང་ཁྱེད་རང་ག་དུས་ཡིན་ན་མི་མང་དེ་ཚོ་སོ་སོ་གི་སོ་སོ་དང་འབྲེལ་བ་ཉེ་བོ་ཆེ་བ་རེད་དགྲ་རུ་མི་ལེན་རྙེད་འདུག་གུས་མི་མང་དགྲ་རུ་མ་ཆགས་པ་བྱས་ནས་མི་ངན་དེ་ཁྱོད་རང་ལ་དགའ་བའི་ཕྱོགས་ལ་འགུག་གི་མ་གི་མི་དགའ་བའི་ཕྱོགས་ལ་བར་ལ་འགྲོ་འགྲོ་བཅུག་རྒྱུ་ཡང་མ་རེད་ག་དུས་ཡིན་པ་རྡོག་རྡོག་ཡིན་ན་མི་མང་ལ་བྱམས་བྱམས་སྙིང་རྗེ་དང་དཔེ་མི་སྲིད་ཀྱི་ཁ་སང་དེ་མི་མང་ལ།

མི་འགྲུབ་ཁས་ལེན་མ་བྱས་དེར་མི་འགྲུབ་ས་ད་མི་འགྲུབ་པའི་ལས་ཀ་བྱེད་ཀྱི་བ་ཡིན་ན་མི་འགྲུབ་པའི་ལས་ཀ་བྱེད་འགྲུབ་མི་ཐུབ་པའི་ལས་ཀ་བྱེད་བ་ནི་ཁས་ལེན་མ་བྱས་ལབ་རེད་ཁས་ལེན་མ་བྱས་ལ་མི་གཅིག་གིས་ཁྱེད་རང་ལ་ལས་ཀ་བྱེད་རོགས་ཟེར་གྱི་ཡོད་བ་ཡིན་ན་ལས་ཀ་དེ་ག་ལེ་འགྲུབ་འཁྲུལ་ཡག་མེད་པ་ཡིན་ན་ཁས་ལེན་མ་བྱས་དེར་མི་འཇུག་ཁས་ལེན་མ་བྱས་པ་ཙམ་མ་ཡིན་པའི་ལས་ཀ་བྱེད་ཡག་གི།

ཁྱེད་རང་གི་རྒྱུ་ནོར་རྩ་ཆེན་པོ་དེ་གཅེས་ནོར་ཁྱེད་རང་གི་གཅེས་ནོར་རྩ་ཆེན་པོ་དེ་གཅེས་པོ་བྱེད་ཀྱི་ནོར་ག་རེ་ཡིན་གསེར་དང་དངུལ་ལ་སོགས་པ་ག་རེ་ཡོད་པ་ཡིན་ན་ཡང་འདོད་པ་ཅན་གྱི་མི་ལ་མིག་སྟོན་རྒྱུ་བ་མཐོང་བཅུག་རྒྱུ་བ་མ་རེད་སྦས་ནས་ཞག་བསླབ་རེད། ཅེས་སོ། ད་དེ་ཞིག་དང་ཚོད་མེད་བླ་སྤྲུལ་ངན་སེམས་ཅན་ལ་བློས་མི་གཏོད་ཟེར་ཡ་ཞེས་པའི་ཚིག་རྐང་འདི་དེ་དང། ཚོད་མེད་བླ་སྤྲུལ་ཚོད་མེད་བླ་སྤྲུལ་སུ་ཚོད་མི་ཤེས་གི་རང་ཚོད་རང་གིས་ཟིན་མི་ཤེས་གི་སྙམ་དུ་ལ་རང་ཚོད་རང་གིས་ཟིན་མི་ཤེས་གི་སྙམ་དུ་ལ་གྲོས་མ་བྱེད་བསླབ་རེད།

ལུས་ཟུངས་རླབས་ཆེན་རྣམས་ལ་ཁ་ཁ་ཉུང་ཡོན་ཏན་གཙང་པ་ཡོན་ཏན་ཆོ་ག་ཉུང་ཉུང་ལག་པ་ཚང་མ་རྐུན་མ་མི་དགོས་ཡོན་ཏན་གྱི་ནང་ནས་ཕྱོགས་རེས་འོག་འདི་ནང་ལ་བལྟས། སྙིང་གཏམ་ཁ་མང་ཅན་ལ་བཟང་ངོ་ཟེར་ས། རང་གི་སྙིང་གཏམ་དེ་མི་ཁ་ཁ་མང་པོ་ལ་གསང་ནས་ཞལ་བར་བཤད་རྒྱུ་བ་མ་རེད་ཁྱེད་ཚོ་ཁྱེད་རང་གི་སྙིང་གཏམ་མི་གཞན་པ་གིས་ཤེས་འགྲོ་གི་རེད་ལབ་རེད། ད་དེ་ཤུགས་དེ་ལ་ཤོ་ལག་གི་ཆུ་ཤུ་བ་དེ་ཟིག་ཨ།

དེ་འདི་ཤོག་དེ་ལ་མི་བདེན་པ་ལ་ཡུལ་གྱི་ཤ་མི་འདྲ་མི་བདེན་པའི་གནས་ཚུལ་ཞིག་ཡོད་པ་ཡིན་ན། ནི་བདེན་རྩི་དོག་ན་ལ་མི་བདེན་པའི་བདེན་པ་མེད་པའི་གནས་ཚུལ་ཞིག་ཡོད་པ་ཡིན་ན་དེ་བདེན་པ་ཡིན་མདོག་མདོག་བྱས་ནས་གང་བྱས་མིན་སྙམ་དུ་ལ་ཅིག་ཁ་བརྡ་ནས་བཤད་ཀྱི་ཡོད་མ་རེད་ཕན་ཐོག་ཡོད་མ་རེད་མི་བདེན་པའི་བུ་ག་ས་མི་བདེན་པ་ལ་ཡུལ་གྱི་ཤ་མ་འདྲ་མིན་སྙམ་དུ་ལ་བདེན་པ་མེད་པའི་གནས་ཚུལ་ཞིག་ཡོད་པ་ཡིན་ན་མིན་སྙམ་དུ་ལ་གང་བྱས་བདེན་པ་ཡིན་མདོག་མདོག་བྱས་ནས་ཁ་རྒྱག་པ་མ་བཤད་དོན་དག་མེད་རྫུན་ཁུངས་འདེབས་ཀྱི་རེད་ལབ་རེད་རྫུན་གྱི་ཐ་མ་ཅག་ཀྱང་འདོད་སླ་རོགས།

མི་ཡོང་ལས་ཆོལ་མི་ཡོང་ལས་ཆོལ་མི་ཤེས་ཀོ་ལོང་ཐོར་ཟེར་དོ། མི་ཡོང་པའི་མི་ག་ཚོན་ལས་ཀ་མི་ཡོང་པ་ཅིག་ལ་མི་མི་དོ་མི་ཅིག་གིས་ལས་ཀ་བྱེད་ཐུབ་ཀི་མེད་པ་ཡིན་ན་འོ་དེ་མི་དེ་ལས་ཀ་འདི་བྱེད་ཤོག་ལབ་རྒྱུ་ཡོད་མ་རེད་ལབ་ལས་ཀ་བྱེད་རོགས་ལབ་རྒྱུ་ཡོད་མ་རེད་ལབ་རེད། མི་ཤེས་ཀོ་ལོང་ཐོར་ཟེར་མི་ཤེས་པའི་མི་མཉམ་དུ་ལ་ཨོ་ཀ་མ་ཟོ་རྩོད་རྒྱབ་རྒྱུ་ཡོད་མ་རེད་རྩོད་རྒྱབ་པ་ཡིན་ན་ག་ཚོན་ལ་ཡོད་ན་ཀོ་ལོང་ཐོར་ཟེར་འདུག་གམ

བཀའ་དྲིན་བསྐྱངས་ཡོད་པ་ཡིན་ན་ཕན་ཐོགས་ཡོད་པ་ཡིན་ན་ཕན་ཐོགས་པ་གཉེར་མ་ཐུབ་བསྡད་པས་ན་ཁྱེད་རང་ངས་ཁྱེད་རང་ལ་ངས་རོགས་པ་འདི་འདི་འདི་དེ་གྲངས་ཁ་བརྒྱབ་རྒྱུ་བ་མ་རེད་ཟེར་བ་རེད་རེད་བ་ཁ་ཞིག་མི་ཁ་ཞིག་དེ་འདུག་ཨ། རོགས་པ་དེ་བྱས་རོགས་པ་བྱས་ཚར་བ་བྱས་ལ་ཡང་གནས་ཚུལ་དེ་འདྲ་ཡང་འགྲིག་མ་འགྲིག་བྱུང་སོང་ན་ཨོ་ཁྱོད་ལ་ངོ་ཚ་ཡས་ཁྱོད་ནི་མི་འདུག་ངས་མ་ཁྱེད་རང་ངས་རོགས་པ་འདི་འདི་འདི་འདི་འདི་བྱས་པ་གྲངས་ངས་གྲངས་ཁ་གྲངས་ཡོང་གི་འདུག་ཨོ་དེ་དྲིན་དྲན་མང་ལ་ཟོ་དེ་དྲིན་དྲག་ཡག་དེ་གྲངས་ཁ་རྒྱ་མང་དྲག་ན་ལབ་རེད་ཧ་ཅང་མང་དྲག་ན་ལབ་དེ། ཧ་ཅང་མང་དྲགས་མང་ང་མང་དུ་མང་པོ་རེད་མང་ང་ཟེར་མ་ཧ་ཅང་མང་པོ་རེད་བྱས་ཙང་དེ་དེ་ཁྱེད་རང་གི་མི་གཅིག་ལ་རོགས་པ་བྱས་རོགས་པ་བྱས་པ་དེ་སླད་མོག་ཡང་གནས་ཚུལ་གཅིག་ཐུག་སོང་ན་ཨོ་ཁྱེད་རང་གིས་ངས་ཁྱོད་ལ་རོགས་པ་འདི་འདི་འདི་བྱས་པ་ཟེར་གྲངས་ཀ་རྒྱབ་རྒྱོག་མ་རེད་ལབ་གང་ཡིན་ཟེར་ན་མང་ན་ཨོ་དེ་འདི་ག་ས་འདི་ཁྱེད་རང་གི་ཕན་ཐོགས་ཡག་གི་གནས་ཚུལ་ཕན་ཐོགས་པའི་གནས་ཚུལ་དེ། མི་དེ་ལ་བགྲང་ཕྲེང་བརྒྱབ་བགྲང་ཁ་བརྒྱབ་པ་ཡིན་ན་དགའ་བའི་གདུང་སེམས་ཤོར་ཕོ་ཆོག་མི་དེ་གིས་ཁྱེད་རང་དངོས་གནས་ཡོད་རོགས་ཕོ་ཆོག་མི་དེ་ཁྱེད་རང་རོགས་པ་བྱེད་པ་ཡིན་ན་ང་རོགས་པ་བྱས་སོང་ཨ་བསམ་པའི་ཁྱེད་རང་མཐོང་བ་དང་དགའ་བོ་སྐྱེས་བྱུང་རེད་བ་ད་ཁྱེད་རང་གིས་རོགས་པ་བྱས་པ་དེ་ཡུལ་ཤེས་ནས་ངས་ཁྱེད་རང་ལ་འདི་འདི་རོགས་པ་བྱས་ཡིན་པ་ཟེར་མིའི་འཁྲིས་ལ་བཤད་ཡ་ལ་སོགས་དེ་འདྲས་བྱུང་སོང་ན་ཕོ་ཆོག་མི་དེ་གིས་སྔོན་མ་ཁྱེད་རང་བཀའ་དྲིན་ཁོ་བཀའ་དྲིན་ཆེན་པོ་ཡིན་བསམ་པའི་གི་དགའ་བའི་དགའ་བའི་གདུང་སེམས་དེ་དགའ་བའི་སེམས་སེམས་ནང་ལ་དགའ་བོ་ཡོད་པ་དེ་ཡང་མེད་པ་བརླག་འགྲོ་གི་རེད་དེ་འདྲས་ཡོང་གི་རོགས་དཔེར་ན་ཁྱེད་རང་གི་སྤྱི་ཚོགས་ནང་མི་གཅིག་ལ་རོགས་པ་བྱས། མི་གཅིག་ལ་རོགས་པ་བྱས་ནས་ཡང་གནས་ཚུལ་འགྲིག་མ་འགྲིག་སྐབས་ལ་མི་དེ་ལ་ད་ངས་མ་ཁྱོད་ལ་ངས་རོགས་པ་འདི་འདི་འདི་སྔོན་ལ་ཁོས་རོགས་པ་བྱས་པ་དེ་དཔེ་ཁས་ལེན་ཡོད་ད་ཁོས་དཔེ་དགའ་བོ་ཡོད་ད་ང་རོགས་པ་བྱས་སོང་སེམས་ནང་དགའ་བོ་ཡོད་ད་ཡིན་པ་གཅིག་གནས་ཚུལ་འགྲིག་མ་འགྲིག་གི་གཅིག་དོན་དག་ལ་སྔས་མ་ངས་ཁྱོད་ལ་རོགས་པ་འདི་འདི་འདི་བྱས་ཟེར་བ་ག་ལ་ཕ་ཆོག་མི་དེ་ཁོས་རོགས་པ་ཅིག་བྱས་ཏེ་ཡུལ་དེ་འདི་བྱས་ཀྱི་འདུག་བསམ་ན་ཕ་ཆོག་མི་དེ་སྔོན་ལ་དགའ་བོ་ཡོད་ངེས་དེ་མེད་པ་ཆགས་ཡག་གི་ཉེན་ཁ་ཡོད་གདུང་སེམས་འཆོར་ས་ནི་མེད་པ་ཆགས་འགྲོ་གི་རེད་ལབ། གྱོང་ཆེན་མང་ན་སྲིད་དོན་ཡང་དེ་དང་གྱོང་ཆེན་མང་ན་བརྙན་ཡང་གཞན་པ་ལོག་ལྟ་དང་འདུག་དཔེར་ན་ཁྱེད་རང་གི་བརྙན་སྤུན་ཡིན་པ་ཡིན་ན་ཕ་མ་གཅིག་གི་སྤུན་ཀྱང་ཡིན་མ་ཡིན་ན་རེད་དེ་སྨན་པའི་བརྙན་ཉེ་བོ་དེ་འདྲའི་ཡིན་པ་ཡིན་ན་གྱོང་གྱོང་དེ་ཡང་མང་དྲགས་ན་གྱོང་དེ་ཡང་མང་ག་དུས་ན་ཁྱིམ་ཚང་ཤ་སྟག་ལས་གྱོང་ཤ་སྟག་སྤྲད་འདོད་ན་མང་དྲགས་ཡོད་ན་ཧ་ཅང་མང་དྲགས་ན་མང་ང་སང་མང་པོ་ར་མང་ང་སང་ཧ་ཅང་མང་དྲགས་ན་ལབ་རེད། གྱོང་ཁྲལ་དེ་ཧ་ཅང་ཚད་ལས་འགལ་བ་ཆགས་སོང་ན། དེ་ནི་གྱོང་ཁྲལ་དེ་ནང་པའི་ཁྱེད་རང་གི་གཉེན་ཡིན་ན་རེད་སྤུན་ཡིན་ན་རེད་གྲོགས་པོ་ཡིན་ན་རེད་དགའ་བོ་ཉེ་བོ་ཡིན་ན་རེད། འོང་དེ་ལས་འགལ་ཟིན་གྱོང་ཁྲལ་དེ་མང་དྲགས་སོང་ན་གྱོང་ཆེན་མང་ན། གཉེན་ཡང་ཁྱེད་རང་གི་གཉེན་ཡིན་པ་ཡིན་ན་ཕ་མ་གཅིག་གི་སྤུན་རྒྱག་ཡིན་པ་ཡིན་ན་ཡ་སྤུན་རྒྱག་ཉེ་བོ་དེ་འདྲའི་གཉེན་སེམས་གཉེན་སྤུན་རེད་བ་སྤུན་མཆེད་ཟེར་དེ་རེད་བ་འོང་དེ་གཉེན་ཡིན་པ་གཉེན་ཡིན་ན་ཞེན་པ་ལོག་སོང་ན་སེམས་གཏིང་ནས་མ་དགའ་ཆགས་གི་རེད་ལབ་རེད་དེ་འདྲ་ཡོང་གི་རེད་བ། དཔེར་ན་སོན། མོས་ཁྱེད་རང་གི་གྲོགས་པོ་ཡིན་ན་རེད། ཕ་མ་གཅིག་གི་སྤུན་རྒྱག་ཡིན་ན་ཡེད། ཅེས་དེ་ལ་དཔོན་པོས་བཀའ་ཟེར་འདི་ག་དུས་ཡིན་ན་ཁྱོད་རང་ཉིད་ཁེབ་བཟང་ཤ་སྟག་ནས་ཁ་སང་ཕག་ན་ཡོལ་བ་ཟིག་འཛིན་ཚར་ག་དུས་ན་ག་རེ་མགོ་བདེ། ཕག་ན་ལུས་ཟུངས་རླབས་ཆེ་ན་ཁ་གདང། བར་དམ། མི་དང་འབྲེལ་བྱེད་ཁུངས་སུ་དོ། ཁ་གདང་དེ་ག་དུས་ན་རང་ལ་དགོས་ཡ་དེ་ལ་ཁ་གདང་དེ། རང་ལ་ཡོད་འོན་དེ་ལ་རག་པ་དང་ལག་པ་དང་དེ་ཨོ་དེ་ལ་འབྲེལ་བ་བྱེད་ཡ་འབྲེལ་བ་མ་བྱེད་འབྲེལ་བ་བྱེད་ན་ཕུང་ཁུ་རེད་ཟེར་ཞོར་ཨོ་དུས་ན་གལ་ཆེན་གྱོང་ཆེན་མང་ན་གྱོང་ཆེ་ཡག་དྲགས་མ་གྱོང་གལ་དེ་ཧ་ཅང་མང་དྲགས་ན། གཉེན་ཡིན་སོ་སོ་གི་གཉེན་སྤུན་ཡིན་པ་ཡིན་ན་ཡང་ཕ་མ་གཅིག་གི་སྤུན་རྒྱག་ཡིན་པ་ཡིན་ན་ཡང་གཞན་པ་ལོག་ས་ནི་སེམས་གཏིང་ནས་མ་དགའ་བ་ཆགས་ཀྱི་རེད་སེམས་གདིང་ནས་མ་དགའ་བ་ཆགས་ཀྱི་རེད་ལ་སེམས་གཏིང་ནས་མ་དགའ་བ་ཆགས་ཀྱི་རེད་གཞན་པ་ལོག་གི་རེད་ལ་གཞན་པ་ལོག་ས་བོ་ང་ཚོ་ནམ་རྒྱུན་གཟིགས་མདོག་མཐོང་བ་དང་ཅིག་མ་དགའ་བྱ་ཡ་བྱེད་པ་རེད་བ་དཔེར་ན་ཁྱེད་རང་ན་བཞིན་པའི་སྐབས་ལ་ན་བཟའ་གཅིག་གི་ཨོང་གིས་ཁ་ལག་ཅིག་ཁེངས་རོགས་ཁྱེད་ནི་ཁྱེད་རང་མདུན་སླེབས་པ་ཡིན་ན་ཅིག་སེམས་ནང་ལ་རང་ས་གཞན་མི་ལོག་ཅིག་ཟ་འདོད་མ་སྐྱེས་པ་བཞིན་སེམས་ནང་མ་སྐྱིད་པ་ལེགས་འདོད་དེ་གཞན་པ་ལོག་ས་བོ་དེ་རེད། ཞེ་འདུག་སྙིང་ད་ཡང་བསླབ་བྱ་ཡག་པོ་འདུག་ཞེ་འདུག་སྙིང་བཙུན་མ་བྱས་རང་མགོ་རང་ལ་འཁོར་འདུག་མི་གཞན་པ་གཅིག་ལ་སྡུག་བསྔལ་བྱུང་སོང་ན་ཁྱེད་རང་གི་གཉེན་སྤུན་ཡིན་མིན་པ་ཆེ་ཁྱེད་རང་གི་ཁྱེད་རང་གི་མ་འཆམ་པའི་མི་གཅིག་ལ་ཁྱེད་རང་དགའ་བོ་མི་གཅིག་དགའ་བོ་མེད་པའི་མི་གཅིག་ཁྱེད་རང་གི་དགྲ་ལྟ་བུ་གཅིག་ལ་ཡང་སྡུག་བསྔལ་བྱུང་སོང་ན་སྙིང་བཙུན་མ་བྱས་ཕན་པོ་བྱུང་ན་དེ་འདྲ་མ་བྱས་ལབ་རེད་སེམས་ནང་ལ་དགའ་བ་མ་བྱས་ལབ་རེད་སྙིང་བཙུན་མ་བྱས་རང་ལ་འཁོར་དེ་དང་སྐྱིད་སྡུག་མི་རེ་མོས་རེད་ལབ་རེད་སྐྱིད་སྡུག་དེ་རིང་ཁྱེད་རང་སྐྱིད་པོ་ཡོད་ན་སུ་རིང་ཁྱེད་རང་སྡུག་བསྔལ་འཕྲད་སྲིད་པ་རེད། སེམས་ལ་དེ་རིང་མི་གཅིག་ལ་སྡུག་པོ་ཡོད་ན་སེང་གེ་མི་དེ་སྐྱིད་པོ་ཡོང་ས་རེད་ཁོས་རྟག་པ་ཡོད་མ་རྟག་པ་བསྟན་པ་ཡོད་མ་རེད་མི་རྟག་པ་རེད་ལ་ཞེན་འདུག་ས་མི་གཞན་པ་གཅིག་ལ་སྡུག་བསྔལ་ཡོང་གི་ཡོད་པ་ཡིན་ན་ཁྱེད་རང་གི་དགྲ་ལྟ་བུ་གཅིག་ལ་སྡུག་བསྔལ་ཡོང་གི་ཡོད་པ་སྙིང་སེམས་ཟེར་ན་ཕན་པོ་བྱུང་འདོད་པ་ཁེངས་བ་བྱེད་ཀྱི་ཡོད་མ་རེད་ལ་དང་དུ་ཕ་ཆེ་སྙིང་རྗེ་སྐྱེ་བོ་རེད་ལབ་རེད་ཞེན་འདུག་སྙིང་ཚིམ་མ་བྱེད་རང་ལ་ཁོར་དེ་ལྟ་བུ་གནས་ཚུལ་དེ་ལས་འདས་ས་ཡིན་མགྱོགས་པོ་ཡིན་པ་ཡིན་ཙང་ལས་དེ་གནས་ཚུལ་དེ་རང་ལ་ཡོང་གི་རེད་དེ་རིང་དཔེར་ན་ཁྱེད་རང་ཁྱེད་རང་སྐྱིད་པོ་བྱེད་ཕ་ཆོ་མི་སྡུག་པོ་ཡོད་པ་ཡིན་ན།

དཔེར་ན་ཁྱེད་རང་མི་སྐྱོ་བོ་ཞིག་ཕྱུག་པོ་སྐབས་ལ་རྒྱུ་ན་དཔོན་ཆུང་ངོམ་ས་དེ་མི་དེ་ཁྱེད་རང་འཁྲིས་ལ་ཡོད་ཟེར་བ་རེད་སྐྱོ་བོ་རང་ཅག་བསྡད་ཟེར་བ་རེད་ཡང་ན་མི་གཞན་པ་དེ་འདྲ་ཡང་ཁྱེད་རང་ལ་ཕྱུག་པ་ཆགས་སོང་ན་མི་གཞན་པ་དེ་ཚོ་ཡང་ཁྱེད་རང་ལ་རྒྱུ་ན་དཔོན་ཆུང་ངོམ་པ་ལ་ངོམ་ཡག་ལ་སོགས་པ་དང་འོ་དེ་འདྲ་ཡོང་ཟེར་བ་རེད་བྱས་ཙང་རང་རང་ལ་སྐྱིད་པོ་བྱུང་སོང་ན་གཞན་ལ་ངོམ་རྒྱུ་བ་མ་རེད་གཞན་གྱིས་དེ་ལན་བྱ་ཟེར་ན་དེ་ཡི་གེ་གནས་ཚུལ་ལན་དེ་མི་གཞན་པ་གིས་ཁྱེད་རང་ལ་ཡང་འོ་དེ་ལན་དེ་ནང་བཞིན་སློག་གི་ལས་རྒྱུ་འབྲས་ཀྱི་ལན་དག་རང་སློག་གི་རེད་ལབ་རེད།

དགོས་མེད་ཕུགས་རྡུག་གཏམ་གྱི་དགྲ་བོ་མགོ་སེར་ཟ་དེ་ཁྱེད་རང་སྤྱི་ཚོགས་ཀྱི་ནང་ལ་ཁྱེད་རང་ཁ་བདེ་བོ་རེ་ཞིག་ཡོད་པ་ཡིན་ན་མི་ཁ་བདེ་བོ་རེ་ཞིག་པ་ཡིན་ན་མི་ལ་ཕོག་ཡག་གི་སྐད་ཆ་བཤད་དེ་ཤེས་རྒྱུ་བ་མ་རེད་ཟེར་ལ་ཕོག་དགོས་མེད་ཕོག་དགོས་བ་མེད་པའི་དགོས་པ་རྒྱུ་མཚན་གེ་གེ་མེད་བ་ལ་དགོས་པ་རྒྱུ་མཚན་གེ་གེ་མེད་བ་ལ་ག་དུས་ནས་མི་ཁ་ཤས་རྒྱ་གར་གལ་མུན་བོ་དུ་གཟིགས་མདོག་ག་དུས་ནས་ཤེས་ལྡིང་ལྡིང་ཡོང་མདོག་འོང་དེ་དགོས་མེད་ཕུགས་རྡུག་ག་སོགས་དགོས་མེད་ཕུགས་རྡུག་གཏམ་གྱི་དགྲ་བོ་ཁྱེད་རང་དགོས་བ་མེད་བ་ལ་དགོས་བ་རྒྱུ་མཚན་ཤེས་སྟངས་མེད་བ་ལ་མི་མི་ཤ་སྟག་ལ་ཁ་བཏང་བསྡད་ན་མི་ཤ་སྟག་ལ་སྨོན་པ་བྱེད་བསྡད་ན་འོ་དེ་ག་རེད་སེང་ཁྱེད་རང་ལ་ཕན་ཐོག་ཡོད་མ་རེད་ཁྱེད་རང་དགྲ་བོ་མང་པོ་ཆགས་ཀྱི་རེད་ལབ། དཔེར་ན་དེ་རིང་དགྲ་བོ་གསུམ་ཡོད་པ་ཡིན་ན་དེ་རིང་ཁྱེད་རང་ཁ་བརྡ་བོ་བྱས་ནས་སང་ཉིན་དགྲ་བོ་བཞི། གནངས་ཉིན་དགྲ་བོ་ལྔ་ཐོན་དེ་ཆགས་སྲིད་པ་མ་དགའ་བ་མི་ལྔ་ཐོན་དྲུག་སྲིད་པ་བྱས་ཙང་དགོས་མེད་ཕོག་དུ་མི་ལ་ཕོག་འགྲོ་གི་རེད་ཕོག་རྒྱུ་གི་ཕོག་ཡག་མི་འདོར་འདོར་བས་ན་དགོས་པ་མེད་པས་ཀྱི། རྒྱུ་མཚན་བཤད་རྒྱུ་མཚན་ཆེན་པོ་མེད་པས་ཀྱི། མི་ལ་ཕོག་ཡག་གི་སྐད་ཆ་བཤད་རྒྱུ་ཡོད་མ་རེད་ལབ་རེད་དེ་སྐད་ཆ་བཤད་པ་ཡིན་ན་ཁྱེད་རང་ལ་དགྲ་བོ་མ་དགའ་བའི་མི་མང་ཆགས་ཀྱི་རེད་ལབ་རེད་ཁྱེད་རང་གི་མི་ལྐུགས་པ་ནང་བཤད་བྱས་ཙང་དགྲ་བོ་ཁྱེད་རང་མང་བཟོ་ལྐུགས་པ་ཟིན་ཧ་གོ་རོགས་དཔེར་ན།

ཕ་རོལ་བསམ་པ་རྟོགས་བྱེད་ཡུན་དུ་གསུམ་དུ། ད་ཁྱེད་རང་གིས་ང་ལ་མི་ལ་མངོན་ཤེས་ཡོད་མ་རེད་བ་ལ་རེད་མི་ལ་མངོན་ཤེས་མེད་པ་ཡིན་ན་གཞན་སེམས་ཞེན་པའི་མངོན་ཤེས་དེ་སངས་རྒྱས་ལ་མ་གཏོགས་ཡོད་མ་རེད་བྱས་ཙང་ཕ་རོལ་ཕ་རོལ་བསམ་པ་རྟོགས་བྱེད་ཡུན་དུ་གསུམ་ཟེར་དོག་ལ་དེ་འདི་སྐུལ་ཚིག་རྒྱབ་རེད་སམ་ཟེར་ན་སྐུལ་ཚིག་རྒྱབ་རེད་ཕ་རོལ་མིག་གི་སེམས་ནང་ལ་གནས་ཚུལ་སྐབས་སེམས་ནང་གི་སེམས་ནང་ལ་ག་རེ་ཡོད་མེད་ཧའི་གོ་ཡ་གི་ཆེད་དུ་རྒྱུན་རིང་པོ་བསམ་བློ་བཏང་དགོས་རེད་ལབ་རེད། རེ་བ་ང་ཚོར་མངོན་ཤེས་ཡོད་མ་རིག་ཤེས་ཡོད་ཟེར་བ་རང་མི་མི་ཁ་ཞིག་ཁ་བདེ་བོ་ཞིག་ནས་ང་ལ་མངོན་ཤེས་མེད་ཀྱི་རིག་ཤེས་ཡོད་ཟེར་དེ་འདུག་ཨ་འོ་དེ་ཇི་བཟང་ཕ་རོལ་བསམ་པ་རྟོགས་བྱེད་རྒྱུན་དུ་སེམས། ཕ་རོལ་བོད་ཀྱི་སེམས་ནང་ལ་ག་རེ་ཡོད་པ་ཤེས་ཡག་གི་ཆེད་དུ། རྒྱུན་རིང་པོ་བསམ་བློ་བཏང་དགོས་རེད་བསམ་བློ་བཏང་བ་ཡིན་ན་བརྒྱད་བརྒྱ་བརྒྱ་ཐམ་པ་དེ་ཤེས་ཀྱི་མ་རེད་མངོན་ཤེས་ཡོད་མ་རེད་ཡིན་ན་ཡང་ཚོད་དཔག་བྱས་ནས་བྱས་པ་མངོན་སུམ་ཚད་མ་མངོན་སུམ་ཚད་མ་ཡིན་པའི་བྱས་པ་ཚད་མའི་ཐོག་ནས་བརྒྱད་ཆ་ལྔ་བཙུགས་ནས་ཤེས་ཤེས་སྲིད་པ་རེད་ཨ་འོ། ཕ་རོལ་བོད་ཀྱི་སེམས་ནང་ལ་གང་ཡོད་པ་ཧ་གོ་ཡག་གི་ཆེད་དུ། རྒྱུན་རིང་པོ་བསམ་བློ་བཏང་དགོས་རེད།

དཔེ་མི་སྲིད་ཀྱི་རྒྱལ་པོ་དང་དཔེ་མི་སྲིད་ཀྱི་གོ་གནས་ཆེན་པོ་སླེབས་པའི་སྐབས་ལ་ཁྱེད་རང་སྤྱི་ཚོགས་ཀྱི་ནང་ལ་ག་སྲིད་ཁྱེད་རང་གོ་གནས་ཆེན་པོ་སླེབས་སོང་ན་གོ་གནས་ཆེན་པོ་ཆགས་སོང་ན་ཁེངས་པ་ཟེར་ན་ང་རྒྱལ་རེད་ཁེངས་པ་དང་ང་རྒྱལ་གཅིག་པ་རེད་ད། ཁེངས་པ་ཟེར་དུས་ང་ཅིག་རྒྱ་རོ་ཡོད་མདོག་མདོག་བྱས་ཚིག་བུ་བཞིན་བསྡད་ཅོག་ང་རྒྱལ་ཟེར་ན་ང་རྒྱལ་བ་ང་ལ་ཁེ་བ་མེད་ང་འཇོན་པ་ཟེར་ཅོག་ཁེངས་པ་དང་ང་གཉིས་དོན་དག་གཅིག་འདྲ་བོ་རེད་ད། ཁྱེད་རང་ཆེན་པོ་ཆགས་པའི་སྐབས་ལ་ཁེངས་པ་དང་ང་རྒྱལ་བྱེད་རྒྱུ་མ་རེད་མེད་ཟེར་ན་ཁེངས་པ་དང་ང་རྒྱལ་ལ་མར་བཅག་དགོས་རེད་ལབ་རེད། ཨ་ཁོ་མ་སོགས་ཁྱེད་རང་སྤྱི་ཚོགས་ཀྱི་ནང་ལ་ཁྱེད་རང་གོ་གནས་ཆེན་པོ་སླེབས་སོང་ན་དཔེར་ན་ང་ཚོ་གཅན་ཚུན་སྤྱི་ཚོགས་ཀྱི་ནང་ལ་ང་ཚོ་གོ་གནས་ཆེ་གི་སྲིད་སྐྱོང་རེད་བ་སྐྱབས་མགོན་རིན་པོ་ཞལ་བུས་སྐྱབས་མགོན་རིན་པོ་ཞལ་བུས་ཡར་ད་ད་ཁོང་ལ་ཆེད་དུ་བྱས་ཡོད་མ་རེད་བ་ད་དེ་གནས་སྐབས་ང་ཚོ་མི་མང་གི་ཐེ་གོ་ཆོད་བའི་གི་མགོ་ཁྲིད་སུ་རང་སྲིད་སྐྱོང་རེད་བ་འོ་དེ་སྲིད་སྐྱོང་ཆེན་པོའི་སྐབས་ལ་ཁེངས་དང་ང་རྒྱལ་མེད་ཁེངས་པ་དང་ང་རྒྱལ་བྱེད་རྒྱུ་མ་རེད་ལབ་རེད་བ་དེ་ཁེངས་དང་ང་རྒྱལ་བྱེད་ཡ་དེ་མར་ལ་བཅག་གོ་རེད་ལབ་རེད་བ། དཔེར་ན་ས་དཔེར་ན་རང་ཉིད་ལ་ཡོན་ཏན་ཡོད་ན་གསེར་ས་འོག་ཏུ་ཡོད་གསེར་ས་འོག་ཏུ་ཡོད་དང་འོད་ནམ་མཁའ་ལ་ཁྱབ། རང་གིས་རང་སྟོང་ང་བཏང་གོ་མ་རུང་རང་གིས་རང་སྐྱག་གོ་མ་རུང་བ་མིས་ཀྱིས་སྐྱག་འོང་གི་རེད་བ་ཅན་འཆི་འཕོ་སླེབས་འཆི་འཕོ་གྱུར་པའི་སྐབས་ལ་ཁེངས་པ་དང་ང་རྒྱལ་ལ་བྱེད་རྒྱུ་བ་མ་སྨྲས་ཟེར་ན་ཁེངས་པ་དང་ང་རྒྱལ་སྨྲེ་ར་བཏང་ཁེངས་པ་དང་ང་རྒྱལ་བྱེད་རྒྱུ་བ་མ་རེད་ལབ་རེད་སྨྲས་ཟེར་ན་སྤྱིར་ང་སྨྲེ་ར་བཏང་བ་ཟེར་དེ་རེད་བའོ་ཁེངས་པ་གི་མདོར་བསྡུ་བ་ཡིན་ན་སྤྱི་ཚོགས་ཀྱི་ནང་ལ་ཁྱེད་རང་གོ་ནས་འཆི་འཕོ་སླེབས་པའི་སྐབས་ལ་ཁེངས་པ་དང་ང་རྒྱལ་སྤང་དགོས་རེད་ལ་འོ་དེ་གོ་བ་ལེན་འགྲིག་གོ་དེ། ཐ་ཚིག་ཅིག་སྟེ། ད་སྤྱི་ཚོགས་ཀྱི་ནང་ལ་ཀུན་གྱིས་ཁུར་དུ་འོག་ཚུར་འཇུག་པ་དེ་འཇུག་པ་ད་འཇུག་མ་རེད། འོ་འཇའ་ཞུགས་འཇུག་ག་འཇུག་རེད་ག་རེད་ག། ཀུན་གྱིས་ཁུར་དུ་ཟེར་མི་ཐམས་ཅད་ཀྱིས་སྤྱི་ཚོགས་ཀྱི་ནང་ལ་ཁྱེད་རང་ལ་གུས་ཞབས་བྱེད་ཀྱི་ཡོད་པ་ཡིན་ན། ག་དུས་ཡིན་ན་ཡང་འོག་ལ་འཛུལ་སྲིད་འོག་མ་རྐང་པའི་འོག་ལ་འཛུལ་སྲིད་འོག་མ་རེད། རྐང་པའི་འོག་ལ་རྐང་པའི་གཉིས་འོག་ལ་འཛུལ་སྲིད་འོག་མ་རེད། ཁོ་ཚིག་རྙིང་ཆུབ་ལ་ཞེར་བ་ཀུན་གྱིས་ཁུར། འཛམ་གླིང་སྤྱི་ཚོགས་ཀྱི་ནང་ལ་ཁྱེད་མི་ཐམས་ཅད་ཁྱེད་རང་ལ་གུས་ཞབས་བྱེད་ཀྱི་ཡོད་པ་ཡིན་ན། ང་རྟ་སྒང་རུ་ཡིན་ས་རེད་ང་ལ་ཟེ་ག་དེ་ཡོད་སམ་ང་ལ་འཇོན་པ་ཡོད་སམ་མ་གསང་བོད་ནས་བསྡད་རྒྱུ་ང་རྒྱལ་ཆེ་ནས་བསྡད་རྒྱུ་བ་མར་ག་དོན་ཡིན་མ་དྲང་དུ་མ་ཤོམ་ཤོམ་བྱེད་དགོས་རེད་ལར་འོག་ཆུང་འཛུགས་པ་དང་འོག་འཇུར་ས་འདུག་གང་ལ་རྐང་པོ་འོག་འཛུར་སྲིད་བ་མ་རེད་འོག་ཏུ་མ་ཤོམ་ཤོམ་བྱེད་ནས་མི་ཐམས་ཅད་མཉམ་འདུག་ལ་བསྟུན་བསྡད་བོ་མི་ཐམས་ཅད་མཉམ་འདྲིས་བསྡད་བོ་བྱེད་དགོས་རེད་ལར་འཇུག་པ་དེ་མི་ཐམས་ཅད་མཉམ་དུ་ལ་འཇུག་དེ་མི་ཐམས་ཅད་བསྟུན་བསྟུན་བསྟུན་མི་ཐམས་ཅད་རྣམས་ལ་འདྲིས་བསྡད་བོ།

ཐུགས་ན་མི་དགའ་སྨྲ་ན་དགའ་སྨྲ་རྩ་གོང་མའི་གདན་ས་ཡིན། སྐྱབས་མགོན་རིན་པོ་ཆེ་འཛམ་གླིང་འདིའི་ནང་ལ་སྲིད་གསུམ་དབང་བསྒྱུར། སྐྱབས་མགོན་རིན་པོ་ཆེ་ལས་རྩ་ཆེ་སྐྱབས་མགོན་རིན་པོ་ཆེ་ལས་མཁྱེན་པ་རྒྱལ་བ་སྤྱན་རས་གཟིགས་མིའི་སྤྲུལ་ལགས་དེ་ཡོད། ཡིན་ན་ཡང་འཛམ་གླིང་ས་ཕྱོགས་ག་བ་ཕེབས་པ་ཡིན་ན་སྐྱབས་མགོན་རིན་པོ་ཆེ་ག་རེ་གསུང་གི་སུ་ལ་ཡོད་ན་ང་དཔེ་མི་སྲིད་གི་རྒྱལ་བ་རིན་པོ་ཆེ་ཡིན་ཏཱ་ལའི་བླ་མ་དེ་འདྲ་ཁྱོད་ནས་དགོངས་གི་མེད། ང་འཛམ་གླིང་གི་མི་འཛམ་གླིང་ག་ས་འཛམ་གླིང་གི་མི་འཛམ་གླིང་བི་ལན་བདུན་ཡོད་པའི་ནང་དེ་དེའི་ནང་ནས་མི་གཅིག་ཡིན་ཡོད་དེ་འདྲ་དགོངས་གི་འདུག་གསུང་གི་འདུག་དེ་ནང་བཞིན་བྱེད་ག་དུས་ཡིན་པ་ཡིན་ན་ཆ་ངས་ཐེངས་པ་ཆེ་མང་བྱུང་བྱུང་གནང་གི་འདུག་དེ།

འགྲུབ་འདུག་ཁྱེད་རང་གི་ལས་ཀ་ཅི་ཚང་མ་འགྲུབ་ལས་ཀ་མང་པོ་ཅི་འགྲུབ་ཐུབ་ཀྱི་ཡོད་པ་ཡིན་ན་ཚང་མ་འགྲུབ་ཐུབ་མཁན་ཚང་མ་ལས་ཀ་མ་བྱས་སེ་ལ་འགྲུབ་ཐུབ་ཡག་གི་འགྲུབ་ཡག་གི་ཐབས་ཤེས་མ་བྱས་གལ་སྲིད་ན་ཚོད་འཛིན་སེ་ཚོད་བྱས་སེ་ཚོད་ཚོད་ཡོད་པ་གང་ཞིག་ལ་ལས་ཀ་དེ་བྱས་པ་ཡིན་ན་ཁེ་ག་ཚད་འདུག་ཉེན་ཁ་ག་ཚད་འདུག་འདས་པ་ལ་ཁེ་ག་ཚད་འདུག་མ་འོངས་པ་ལ་གྱོང་ག་ཚད་འདུག་ད་ལྟ་བ་ལ་ཁེ་ག་ཚད་འདུག་མ་འོངས་པ་ལ་གྱོང་ཁེ་ཉེན་སེ་ཁེ་ཡས་སེ་ན་ཁེ་བཟང་ཉེན་སེ་ན་ཉེན་ག་འོ་དེ་ཁེ་ཉེན་བསམ་འདུག་ཁྱེད་རང་གི་ལས་བྱས་ཐུབ་ཡག་ཅིག་ལས་ཀ་ཅིག་ཡོད་པ་ཡིན་ན་འོ་དེ་ལ་ཚོད་བྱེད་ཡས་ལབ་རེད། ཚོད་བྱེད་པ་གང་ཞིག་ལ་ལས་ཀ་དེ་བྱེད་པ་ཡིན་ན་ཁེ་ག་ཚོད་འདུག་གྱོང་ག་ཚོད་འདུག་འོ་དེ་མང་པོ་དེ་བསམ་བློ་བཏང་ནས་བྱེད་དགོས་རེད་ལབ་རེད། འགྲུབ་ཚད་མི་བྱེད། འགྲུབ་ཐུབ་པའི་ལས་ཀ་ཐམས་ཅད་མ་བྱས་ད་དཀར་བྱེད་དགོས་རེད་ཚོད་བྱེད་དགོས་རེད་ལབ་རེད། ཚོད་བྱེད་པ་གང་ཞིག་ལ་ལས་ཀ་དེ་བྱེད་པ་ཡིན་ན་ཁེ་ག་ཚོད་འདུག་ཉེན་ཁ་ག་ཚོད་འདུག་བསམ་བློ་བཏང་དགོས་རེད་ལབ་རེད། ད་ཐོ་ཞུགས་དུ་ཡང་བསླབ་བྱ་ཡག་པོ་བྱེད། སྤུན་དུ་གྱུར་ཚེ་འདོད་ཆུང་ཅི་སྲིད་ངོས་འདོད།

འདོད་པ་ཆུང་ཆུང། འདོད་པ་ཆུང་ཆུང་ཡིན་པ་གང་ཞིག་ལ། སྤྱི་དང་སྒེར་གཉིས་ཀྱི་ནང་ནས་སྤྱིའི་ལས་ཀ་དེ། གལ་ཆེར་བརྩི་དགོས་རེད། ག་རེ་ཟེར་ན་བོད་པའི་གཏམ་དཔེ་རྣམས་ལ། དགའ་ཟེར་གཞན་དོན་བསྒྲུབ་ན་རང་དོན་ཤོར་ལ་འགྲུབ་བསམ། གཞན་པའི་དོན་དག་བསྒྲུབ་པ་ཡིན་ན་རང་དོན་ཤོར་ལ་འགྲུབ་ཡོང་དགོས་རེད། བྱས་ཙང་འོ་དེ་བྱེད་དགོས་རེད་ལབ། ད་དེ་ཤུགས་དེ་ལ་བཅོ་བརྒྱད་པ་དེ་གཟིགས་ཨ། སྒེར་དུ་བཏོན་ནམ་མི་དངོས་ཤུགས་ཀྱིས་སྐྱོང། སྐལ་བཟང་ད་སོ་སོ་ལ་རྒྱལ་པོ་ཁྱེད་རང་ལ། སྒེར་གྱི་ཆ་ནས་ཡང་དགའ་ས་ཉེ་ས་དེ་འདྲ་ཡོད་རེད་བ་ལབ་རེད་རེད་བ་རྒྱལ་པོ་ལ་ཁྱེད་རང་སྒེར་གྱི་ཆ་ནས་ཡང་གཉེན་སྤུན་ཡོད་རེད་སྤུན་ཡོད་རེད་གྲོགས་པོ་ཡོད་རེད་ཨོ་དེ་སྒེར་དུ་བཏོན་ནམ་མི་དངོས་ཤུགས་ཀྱིས་སྐྱོང་ཟེར་ན་དེ་བསླབ་བྱ་ཏག་ཏག་ཡིན་པ་མི་ཤེས། ཁྱེད་རང་གི་དགའ་བོ་ཉེ་བོ་དེ་ཚོ་ལ་ལྟོས་ཟེར་ན་གཉེན་ཉེ་ལྟོས་ཟེར་ལབ་རེད་བ་སྒེར་དུ་སྒེར་དུ་སྒེར་དུ་བཏོན་ནམ་མི་དངོས་ཤུགས་ཀྱིས་སྐྱོང་ཟེར་ན་དཔེ་མི་སྲིད་དངོས་སུ་ཐུབ་པའི་མིད་པའི་ཐོག་ནས།

དྲན་ཚད་ཚང་མ་ལག་ལེན་བསྟར་ཡག་གིས་ལག་ལེན་བྱེད་ཡག་གི་འགོ་བཙུགས་རྒྱུ་ཡོད་མ་རེད་ལ། ད་ལག་ལེན་བསྟར་ཡག་གི་འགོ་བཙུགས་སོང་ན། གླང་ཆེན་བཅས་ལག་ལེན་བསྟར་ཡག་གི་ལས་ཀ་དེ་འགོ་བཙུགས་སོང་ན། ཕྱིན་ཆད་ཞི་དྲག་ཐབས་ཀྱི་བྱ་བ་ཐབས་རུ་ཞུགས་ས་ལས་ཀ་འི་སེམས་ནང་ལ་ཤར་ཚད་ཚང་མ་ལག་ལེན་མ་བསྟར་ལབ་རེད། ལག་ལེན་བསྟར་ནས་ལས་ཀ་བྱེད་ཡག་གི་འགོ་བཙུགས་ཚར་སོང་ན།

ད་ལྟའི་ཤུགས་ལྡན་ལ་གཞས་ཚིག་བདེན་པར་མི་འཛིན་དཔྱད་བརྡར་གྱིས་བསླབ་བྱ་ཡག་པོ་འདོན། སྤྱི་ཚོགས་ཀྱི་ནང་ལ་མི་ཚང་མ་གིས་ཟེར་ཚད་ལབ་ཚད། ཟེར་ཚད་ལབ་ཚད་འཇོལ་ཚད་ཚིག་འདུལ་བར་ཟེར་ཚད་ཟེར་ན་ལབ་པ་འཇོལ་པ་ཤེས་པ་དོན་དག་གཅིག་རེད་བ། ཞེས་ཟེར་བྱས་བདེན་པར་མི་འཛིན་དཔྱད་བརྡར་གྱིས་སྤྱི་ཚོགས་གཅིག་གི་ནང་ལ

དེ་ལ་ནོར་རྩ་ཆེན་པོ་དེ་འདི་ཡོད་ར་བ། དེ་ནོར་རྩ་ཆེན་པོ་དེ་སེར་ཁྱེད་རང་ལ་དགོས་ཡོད་པ་ཡིན་ན་ཨོ་དེ། དེ་ར་ཡག་གི་ལ་བསམ་བློ་མ་བཏང་ལ་བྱེད་མ་ཞུ་ཟེར་ན། དེ་མ་བྱེད་པ་གང་ཞིག་ལ། སླད་མ་འོངས་པར་དགྲ་བོ་དེ་གིས་ཁྱེད་རང་ལ་ག་རེ་བྱེད་ཆོག་དེ་མ་བྱེད་པ་བྱེད་དགོས་རེད་ལབ་རེད་ད་དེ་ལབ་བྱ་ཏག་ཏག་ཡིན་པ་མི་ཤེས།

ཞིམ་ལ་ཧབ་ཤ་དང་ཞེ་སའི་ཞིམ་པོ་ཅིག་སླེབས་སོང་ན། དཔེ་མི་སྲིད་ཀྱི་སྟོང་ངམ་ཤི་བོ་ཅན་སྟོང་ངམ་ཅིག་ཉིན་མོ་མང་པོ་སྟོད་མ་ར་བ་ནང་བཞིན་བྱས་ནས་ཧབ་ཤ་ཟ་དུས་གང་ལ་མི་གཉིས་གསུམ་ཡོད་པ་ཡིན་ན་ཅིག་སུ་སྔོན་ལ་ཟ་ཐུབ་ཐུབ་བྱས་ཆོག་ར་སུ་སྔོན་ལ་ཟ་ཐུབ་ཐུབ་བྱས་ཆོག་དེ་མ་བྱས་ལབ་རེད་མ་ཞིམ་ན་མདོག་སྟོད་པ་ཡིན་ན་ཟས་ཞིམ་པོ་ལ་ཟས་མ་ཞིམ་པོ་བྱོས་པ་ཡིན་ན་ཟས་ཟིན་དུས་ཞིམ་པ་ཡོང་གི་རེད་མ་ཞིམ་པ་ཡོང་གི་རེད་ཟས་མ་ཞིམ་པའི་སྐབས་ལ།

ཞིམ་ལ་ཧབ་བཤལ་དང། ཐིག་གཅིག་རྡོ། མ་ཞིམ་པོའི་སྣོད། ཟས་མ་ཞིམ་པོའི་སྣ་ཉལ་ཉལ་བྱེད་ཡ་དང། ཟས་ཞིམ་པོ་ཅིག་མཐོང་སོང་ན་དེ་ལ་དཔེ་མི་སྲིད། ཅིག་པའང་ང་མ་སོང་འདུག་ཅིག་དངངས་སྐྲག་དང་མཉམ་དུ་དེ་འདྲ་ཟ་རྒྱུ་ཡོད་མ་རེད་ལབ་རེད། ད་དེ་ཤུགས་དེ་ལ་མ་འགུར། མི་གཅིག་གིས་ཁྱེད་རང་གི་སེམས་ལ་མ་འགུལ་བ། སེམས་ལ་མ་འབབ་པ།

དོན་ནི། དོན་དག་མེད་དོན་དག་བསྒྲུབ་ཡ་མེད་པའི་ལས་ཀ་དེ་ཚོ་ལ་བརྩོན་འགྲུས་ཁ་ཤས་ཆེ་བ་ཡིན་ན་ཁྱེད་རང་ཁྱེད་རང་ལ་དཀའ་ངལ་རང་ངལ་རང་གིས་རང་ལ་དཀའ་ངལ་བཟོ་འོས་པ་མ་རེད་དོན་དག་ཆུང་ཆུང་མ་གཏོགས་བསྒྲུབ་ཡ་མེད་པའི་དོན་དག་ཆུང་ཆུང་མ་གཏོགས་དོན་ཆུང་ཆུང་མ་གཏོགས་མེད་པའི་མེད་པའི་གི་ལས་ཀ་དེ་ཚོ་ལ། གྲུབ་འབྲས་ཆུང་ཆུང་མ་གཏོགས་མེད་པའི་ལས་ཀ་དེ་ཚོ་ལ་བརྩོན་འགྲུས་མ་བྱས་ཚེ་སོ་སོ་སོ་སོ་ལ་རང་གིས་རང་ལ་དཀའ་ངལ་བཟོ་བ་རེད་ལབ་རེད། ད་ལྟའི་བབ་ཆགས་ངོ་མ་མར་སི་ཏིའུ་སར་ཁ་སང་ངེད་ལ་ཡིན་པ ྋགོང་ས་ལྔ་བ་ཆེན་པོ་གིས་ཟམ་གདོང་རིན་པོ་ཆེ་གར་སོང་ཟེར་ལ་ཡིན་ན་ལུས་ཟུངས་བསླབ་བྱ་ནང་བསླབ་བྱ་ཁ་ཤས ྋགོང་ས་ལྔ་བ་ཆེན་པོ་གི་བསླབ་བྱ་ཡིན་པས་ཁྱབ་པ་ཡོད་མ་ལྷ་འདི་རེད་འདི་རེད་ད་སོ་བདུན་ངེད་པ་ཀུན་ལ་སྙིང་མ་ཕྱུང་ཟེར་ཁྱེད་རང་གི་སྤྱི་ཚོགས་ཀྱི་ནང་ལ་རྒྱལ་པོ་ཁྱེད་རང་གི་ཕང་མི་སེར་ནང་ལ་མི་ཁ་ཤས་གསོད་ས་ལ་གསོད་ཟེར་རྡུང་ས་ལ་རྡུང་ཟེར།

དཔེར་ན་འདྲ་བ་ངན་པ་ཡིན་པ་ཡིན་བས་ན་ཁྲག་ཟ་འདི་འདྲ་བ་དཔེར་ན་ང་ཚོ་ཁྲག་འདུས་པའི་སྐབས་ལ་མི་མང་ནས་འབྲོག་པ་ནི་འདི་འདུག་གི་ཡོད་ར་འབྲོག་པ་ནི་ཤ་དང་ཕྱུ་ར་དང་མར་དེ་འདུག་གི་ཡོད་ར་ཞིང་པ་ནི་འབྲུ་དང་དག་འབྲུ་རིགས་ལ་སོགས་པ་འདུག་གི་ཡོད་ར་བ་འོ་དེ་འབའ་ཁྲག་ཟིག་འདུག་པས་རྒྱ་བོད་ང་ཚོ་ཡིན་ན་ཁྲག་འདུག་གི་ར་ཁྲག་མ་འདུག་ན་གཞུང་བསྐྱང་ཐུབ་གི་མ་ར་བ།

དགོས་མེད་འཕང་རྣམས་མནར་བའི་ལས་མ་བྱ་ད་ལྟའི་བསླབ་བྱ་ཡག་པོ་འདུག་བ་ཁྲལ་དགོས་དུས་དགོས་དུས་ཏག་ཏག་འདུག། མང་མ་བྱུང་མྱུར་མོ་ཏག་ཏག་འདུག་ཤོག། དེ་ཁྲལ་འོས་འགྲན་བྱེད་དགོས་ཆེད་དུ་རྐང་བྲོ་ལང་བྲོ་བསད་དེ། དུད་འགྲོ་སེམས་ཅན་ཐེངས་ཚུར་ལ་ཡ་ཡ་ཐུག་ཐུག་ལས་ཀ་བྱེད་བཅའ་ལ་འོས་འགྲན་བྱེད་དུ་ལས་ཀ་བསྐུལ་དགོས་ཡོད་དུད་འགྲོ་སེམས་ཅན་ཐམས་ཅད་མང་པོ་བསྐུལ་ནས་དུད་འགྲོ་སེམས་ཅན་ཐམས་ཅད་ཀྱི་བདག་པོ་ཐེངས་ཚུར་གླ་ཆ་མ་སྤྲད་པ་བྱས་ན་ཡག་པོ་ཡོད་མ་རེད་འོ་དེ་ཉུང་དུ་མ་བྱུང་ལ། ཡིན་ན་དགོས་མེད་འཕང་རྣམས་མནར་བའི་ལས་མི་བྱ་ས་གོ་བ་མེད་པ་ལ། རྒྱུ་མཚན་གལ་ཆེན་མེད་པ་ལ་དབང་ཆ་བེད་སྤྱོད་བྱས་ནས། ཁྱེད་རང་རྒྱལ་པོ་ཡིན་པའི་ཕྱིར་ཨོང་ཅག་བེད་སྤྱོད་བྱས་ནས་བང་མི་ཟ་དེ་ཚོ་ལ་སྡུག་བསྔལ་སྐྱེལ་བང་མི་ཟ་ལ་སྡུག་པོ་མ་བཏང་ལ་མནར་བའི་ལས་མི་བྱ་ཟེར་ན་བང་ཁྱེད་རང་རྒྱལ་པོ་གིས་ཨོང་ཙེ་བེད་སྤྱོད་བྱས་ནས་བང་མི་ཟ་དེ་ཚོ་ལ་སྡུག་པོ་མ་བཏང་མནར་བའི་ལས་མི་བྱ་བང་མི་ཟ་དེ་ཚོ་ལ་ཉེས་རྡུང་བཏང་ཡ་ལ་སོགས་པ་དང་ཆད་པ་བཅད་ཡ་ལ་སོགས་པ་བཏང་འོག་དེ་འདྲའི་སྐྱུར་པོའི་མི་སེར་གྱི་ཉེས་བ་དེ་འདྲ་བཏང་རྒྱུའོ་མནར་བའི་ལས་མི་བྱ་སོགས་ཏེ་ལས་ཀ་བྱེད་རྒྱུའོ་མ་རེད་ད་འདི་བར་དུ་བར་ང་ཚོ་ཤོ་ལོ་ཀ་དེ་རིང་ཤོ་ལོ་ཀ་བཅུ་གཅིག་ཕྱིན་པ་རེད། ད་ཚིག་ནང་ལ་མ་ཤེས་པ་ཡོད་ན་ཚུར་ལ་བཀའ་འདྲི་གནང་རོགས་གནང། དེ་ནས་རྡོག་རྡོག་སྟོད་བར་དུ་དགའ་ས་ནས་ཚིག་བཅད་ཏིག་གི་ལ་འགྲེལ་བཤད་བརྒྱབ་ཐོས་བས་ཀྱིས་འབད་རྩོལ་གནང་རོགས་གནང། ཁ་སང་ངས་བསླབ་ཡོད་དེ་ཁ་ཆེ་ཆེ་ཆེ་ཕར་ཟིག་བསླབ་ཡོད་རེད། ཡིན་ན་ཡིག་རྩལ་དེ་ནང་འགྲིག་འགྲོ་ད་ཁ་བོ་རེད། ཡིན་ན་འགྲིག་འགྲོ་ད་ཁ་བོ་དེ་ང་ཚོ་དངོས་གནས་དམིགས་ཡུལ་དེ་ག་ཟེར་ན་ཡིན་ན་ཡིག་རྩལ་དམིགས་ཡུལ་མར་བ་ཕར་ཟིག་ལུགས་ཟུང་བསླབ་བྱ་ག་རེ་ཡིན་པ་ཡིན་དེ་དངོས་གནས་ཀྱང་ལུགས་ཟུང་བསླབ་བྱ་དེ་ཚོ་ང་ཚོ་ལུགས་ཟུང་བསླབ་བྱ་དེ་ས་སྐྱ་ལས་བྱེད་དེ་ཚོས་མི་ཚེ་ནང་ལ་ཁེལ་འགྲོ་ཡོད་དེ་བསླབ་བྱ་མང་པོ་གླེང་ཡོད་རེད། འོ་རྒྱུ་མཚན་དེ་ལ་བརྟེན་ནས་ང་རང་ཚོ་གི་མི་ཚེ་ནང་ལ་ཕན་ཐོག་གི་བསམ་བློ་བཏང་ནས་ཁྱེད་རང་ཚོས་ཉན་དགོས་རེད་མ་གཏོགས་ཡིག་ཚད་གཅིག་པོ་ལ་ད་ཁོ་གར་བྱས་ནས་འགྲིག་འདུག་རེད་བ། བྱས་ཙང་རྒྱུ་མཚན་དེ་ལ་བརྟེན་ནས་ངས་སློབ་ཚན་དེ་གལ་ཆེན་པོ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ཁ་སང་ཉིན་ངས་དམ་བཅའ་གར་ཞུས་ལབ་པ་ཡིན་ན། སླད་མང་པོ་དུས་ཚོད་བྱུང་སོང་ན་གསར་པ་ག་ས་འདི་ལུགས་ཟུང་བསླབ་བྱ་དེ་སྔོན་མ་མ་བསླབ་པ་དེ་ཚོ་བསྐྱར་དུ་བསླབ་མཁན་ཡིན་ས་ལ་དེ་ཚང་མ་ཡག་པོ་གསན་ཡོད་པའི་རེ་བ།